ཕྱག་ལས་གནང་བ་རེད། དེའི་སྐབས་ལ་ནི་ཨོམ་ལ། གོས་རྒྱུ་འཚོ་རྒྱུ་མཐོང་རྒྱུ་གང་ཡང་མི་འདུག་དྲང་པོ་བཤད་ན་ནི། ནི་གཞི་རིམ་མི་མང་ལ་གནོད་ནི་གས་སྐྱེས་མ་སོང་དྲང་པོ་བཤད་ན་གནོད་གང་ཡང་སྐྱེས་མ་སོང། འོ་དེ་འདྲས་རེད་ད། ལྟ་བུ་བྱས་ཡང་རེ་རེ་ང་སྔར་སློབ་འགྲོ་གི་ཡིན་ལ་ཚོགས་འདུ་དེ་དགོངས་པ་ཞུས་ཡང་ཚོགས་འདུ་དེ་ཡང་མ་བྱས་ནས་ནི་ཡང་སླེབས་ནས་ནི་ཡང་གཞི་རིམ་མི་མང་གི་ལ་ཨ་ནི་པད་ཟླ་ལོ་ག་ས་སྟོང་ར་སུམ་ཅུ་ཡོད། འབུམ་འབུམ་དྲུག་ཡོད་རེད་ཅི་འདྲ་བཏོན་ཤོག་ཅི་འདྲ་བཏོན་ཤོག་ལ་རྙོག་དྲ་གོ་ལ་ཅི་འདྲ་ག་ཚོད་བཏོན་ན་ཡང། ཁོ་རང་ལ་བློ་མ་བདེ་བ་ཞིག་དོགས་པ་ཟ་ནས་ཅང་མ་བྱུང་མ་སོང་ཅི་དྲག་སྟོན་ཞོར་སྟོན་ཞོར་དེ་འདྲའི་ཚེ་འཁྲུག་པོ་མང་པོ་བསྐྱབས་སོང་ད་དེ་འདྲའི་ཞུགས་ལ་ནི་ཁོ་རང་གི་ཟུར་ལ་དོན་ཨ་ནི་གཞི་རིམ་མི་མང་གི་ད་ལྟ་རྒན་གོག་མི་བཀའ་སློབ་ལ་འདི་གནང་མཁན་མི་ཡག་པོ་དེ་འདྲ་ཡོད་རེད་ཚང་མ་ལ་བསླབ་བྱ་བརྒྱབ་ཟུར་ལ་ཚོགས་པ་བཙུགས་དང་པོ་ནི་རྒན་གོག་དྭགས་གླང་ཚོགས་པ་ལ་ད་ད་ལྟ་ནི་གཞི་རིམ་གཞི་རིམ་དྭགས་གླང་ཚོགས་པ་རེད་ཚོགས་པ་ཞིག་བཙུགས་ཡ་ལས་འགུལ་དེ་ཁོ་རང་གི་དཔེ།

ཆུ། སྤྱི་འཐུས་ཁག་གི་ཆོས་བརྒྱུད་དེ་ཚོ་གོ་ཡས་མི་འདུག་ལ་དེ་མཚན་རྟགས་བསྡུ་རུབ་བྱེད་ཀྱི་ཡོད་རེད་མི་སྟོང་ཕྲག་བཅུ་མ་ཟིན་དུ་བཅུག་ཡོད་རེད་ཡ་དགེ་བཤེས་འོ་དཀར་ཅན་ཡང་བྱ་བྱས་དགོས་ནས་གཡུ་བཟང་ཆོས་སྒར་ལ་ལང་གི་ཡོད་རེད་ད་བཟི་དང་ཀྱག་ཀྱག་བྱེད་ཀྱི་འདུག་བ། ག་བ་ཡིན་ན་ཀྱག་ཀྱག་བྱེད་ཀྱི་རེད་དགེ་བཤེས་ལ་དེ་ཡག་པོ་ཡོད་མ་རེད་དེ་ལ་རྒྱབ་སྐྱོར་གནང་རྒྱུ་ཡོད་མ་རེད། འདི་སྐབས་ལ་ཡང་དྲང་པོ་བཤད་ན་འོམ་ལགས། མཐོང་མ་སོང། སྐད་ཆ་བཤད་པ་ཡང་གོ་མ་སོང། སྐད་ཆ་དྲང་པོ་ཡིན། ཨ་ནི་མི་ཞལ་འདེབས་སྤྲད་ཡོད་ཀྱི་རེད་ཏན་ཏན་སྤྲད་ཡོད་ཀྱི་རེད། ངས་གཅིག་དང་གཉིས། མི་རེ་ངོ་རེ་གི་ཞལ་འདེབས་མཐོང་མ་སོང། གོ། ཨ་ནི་ཡིན་ཙང་དེ་ལ་བརྟེན་ནས་སོ་སོ་གཡུ་བཟང་ཆོས་སྒར་གྱི། རྒྱུ་དུས་བྱང་གི་ཡིན་གསུང་གི་ཡོད་རེད། ད་མ་ཁྱབ་བསྒྲགས་བཅས་བྱས་པ་རེད། ད་དེ་ལ་ནི་རྣམ་པ་ཚོ་ཁ་ཤས་ཅིག་གིས་གང་བཤད་ཅི་མང་པོ་ཅིག་བཤད་བསྡད་འདུག་དེ་བཤད་དགོས་ཡ་ཁེ་མི་འདུག་བ། ད་དེ་ཐོག་མ་ཁྱེད་རང་འོས་ཤོག་བླུག་རྒྱུ་མ་རེད་ནི། ང་ཚོས་ཀྱིས་ནི་སྐད་ཆ་བཤད་པ་ཡིན་ང་ཚོས་ཆ་ཞིག་བཀོད་པ་ཡིན། ཁྱེད་རང་བྱེད་ཀྱི་ཡིན་ལབ་སོང་ཟེར་རེད། བྱེད་ཀྱི་ལབ་བ་ཡིན་ན་རེད་བྱེད་རོགས་བྱེད་ལབ་བ་ཡིན་ན་རེད་གང་ལྟར་ཁོ་རང་དོན་པར་བ། དོན་ཐུབ་ཉེན་མི་འདུག་བ་དེའི་སྐབས་ལ། སྐབས་དང་པོའི་སྐབས་ལ། གཅིག་དང་གཉིས་ངས་ཧ་གོ་གི་ཡོད་ང་ད་རབ་དུ་རམ་ས་ལ་བསྡད་ཡོད། དོན་ཉེན་མི་འདུག་བ།

བུ་དཀར་ཞེས། ཁ་བ་དང་ནག་བ་ཡིན་ན་ཁྱད་པར་སྐད་ཡོད་ཡོད་ཅེར་བསམ་དགོས་མི་འདུག་གོ། རང་དང་ཨོམ་སྐད། ཅེས་བཤད་རྒྱུ་ལོག་སྐད་ཀྱི་བཤད་སྟངས་དེ་ག་འདྲི་འདྲ་བོ་ཞིག་འདུག་ཆོས་ར་དང་ཁྱོ་ར་ཟེར་ནས། མང་པོ་ཞུས་ཤིག་དོ། ངས་ཁྱོགས་ཤིག་ལོག་ཤིག་ཚོགས་པ་ག་བ་ལ་ཡོད་ན་ཁྱོགས་ཤིག་ལོག་ཤིག་ཅེས་བརྒྱག་ས་གང་ཡང་མེད། དེ་ནས། ཨོམ་ཁྱེད་རང་སྐད་ཞེ་བོའི་བཤད་ཡོད་པ་དང་གཅིག་ཆོས་ར་དང་ཁྱོ་ར་ཟེར་མང་པོ་བཤད་འདུག་ཨ་ནི། ང་རང་ཉིད་གལ་སྲིད་སྐད་ཆ་བཤད་ཡུལ་དེ་འདྲའི་ཞེ་བོ་གཞན་ཡོད་པ་ཡིན་ན་དང་བ་དང་གདོང་གཏོགས་ནས་སྐད་ན་བཤད་ན་འགྲིག་གི་རེད་ཟེར་གྱི་ཡོད་ང་ཉིད་ས་ཐག་རིང་པོ་གད་མ་རེད་ཁྱེད་རང་ཇར་མ་ནི་ལ་འདུག་གི་ཡོད་རེད་ང་སྦེལ་ཇམ་འདུག་གི་ཡོད་རེད་ཨ་ནི། ཁོ་ཧྥེ་ཅེས་གྲོང་ཚོ་ལོན་ཤེས་ཀྱི་སྐད་ཀྱིས་བཤད་ན། ཨ་ནི། ཏག་ཏག་རེད་དོ། དེ་མིན་ན། མང་ཚོགས་གོ་དགོས་ན་ང་རང་ཉིད་དེའི་སྐབས་སུ་ཅོག་ཙེ་གཅིག་གང་ལ་བལྟས་ནས་མ་ཐེ་གྲོང་ཤེས་ཀྱི་སྐད་ཀྱིས་བཤད་ན་འགྲིག་རུང་བ། བཙོག་ཚར་ནས་འོ་དཀར་སྐྱེས་སླེབས་ཚར་བ་རྒྱའི་ད་ག་རང་ལ་སོ་སོ་ཡིན་ན་ཡོད། སྲིད་ན་ལ་གནས་ཚུལ་ཚང་མ་ཤེས་ཀྱི་ཡོད། ཨན་ཁྱེད་རང་ཚོ་དེའི་ད་དེའི་སྐབས་ལ་འོ་དཀར་སྐྱེས་ན་ག་ཟེ་གི། ཡ། སྐྱག་པ། བུ་སྐྱག་པ། མདུན་ལ་བཏང་ཡག་གི་ཐབས་ཤེས་བཤད་ནས་ག་འདྲི་ག་འདྲི་བཤད་པ། ད་དེ་ནང་བཞིན་གྱི་མི་མདུན་ལ་ཕྱིན། ཁྱེད་རང་ཚོ་གི་རེ་བ་བརྒྱད་པ་ནང་བཞིན་ངས་ཡང་དེ་ནང་བཞིན་ཞེས་གོ་ས་དང་བདུན་ལ་ཁྱིན་གདོང་ལེན་ཞེས་ཧ་ལམ་མ་ལ་སོགས་ལ་ཉེན་ཁ་ཡོད་པ་ཡིན་ན་ཅིག་ཐབས་ལམ་གང་ཡོད་ཀྱི་ཐོག་ནས་འབད་བརྩོན་ཞེས་བཞག་པ་དེ་ལ་ཁྱེད་རང་ཚོ་གི་ད་ཡང་ཁ་དགོད་ཀྱི་འོ་གར་ཅིག་ག་ཡག་གི་དགོད་ཅིག་བྱས་ཡོད་མ་རེད་གམ་ད་ཧ་ལམ་མ་སོང་ན་འོ་གར་ཅིག་ཕ་གི་དེ་བཞག་པ་ཙམ་གྱིས་མ་གཏོགས་དེ་གི་དཔེ་འཇོག་གི་རོགས་སྐྱོར་ཡིན་ནི་རེད་ཡིག་ཆ་གི་ཐོག་ནས་ཡིན་ནི་རེད་ཐད་གཏོང་གི་ཆ་ནས་ཡིན་པ་ཡིན་ནི་རེད་དྲ་རྒྱ་གི་ཐོག་ནས་ཡིན་པ་ཡིན་ནི་རེད་གམ་ད་ཚང་མ་དེ་ཁྱེད་རྣམ་པ་གི་ཞེས་བཞག་ཡོད་ཨ་ནེ་དྲང་བདེན་ལ་གཙོ་བོ་རུ་གྱུར་པའི་ཁྱེད་རྣམ་པ་གི་ཞེས་བཞག་ཡོད་མ་ཏེ་འོ་གར་ཅིག་ཧ་ལམ་མ་སོང་ན་ཕ་གི་ཉེས་བསྡད་པ་དང་དེ་ཡང་ཁོ་རང་ཨིན་ཇི་གར་ས་ཨིན་ཇི་གྱང་གར་སླེབས་དུས་ཙམ་པོ་ཨིན་ཇི་གྱང་ཨེ་ནེ་ཟོར་དེ་དེའི་ནང་ལ་མིང་ཅིག་གིས་བསྡད་པ་རེད་མ་གཏོགས་གང་ཡང་ཡོད་མ་རེད་སྐད་ཅིག་ཤེས་ཡིན་དུ་བ་འོ་དེ་འདྲས་མ་རེད་ལབ་ཡོད།

ལས་ཀ་བྱེད་ཀྱི་ཡོད་ཞེས་པ་བྱེད་ཀྱི་ཡོད་ཟེར་ཉེན་ཚོད་ཡིན་པ་ཡིན་ན་དེ་རྗེས་ལ་དྲི་བ་བཏང་ས་མི་འདུག་དྲི་བ་བཏང་ཆོག་གི་མི་འདུག་དྲི་བ་བཏང་སོང་ན་ཨ་ནི་གོང་འཕྲོ་ས་འགྲོ་རོགས་དེ་འདྲས་བྱས་ནས་དེ་འདྲས་བྱས་ནས་གནས་ཚུལ་ལྷག་རོགས་ཨོ་དེ་འདྲས་རེད་མ་ད་ད་འོ་དཀར་ཅན་གྱི་ལྐོག་ཟ་རུལ་སུངས་བྱས་ད་ཡ་ད་དྲང་བདེན་ལ་ཁོང་ཚོའི་སྐད་པས་ཚོགས་གཙོ་ཚོགས་ཆུང་དེ་བཅས་ཀྱི་ལྐོག་ཟ་རུལ་སུངས་བྱས་ད་ཡ་དེ་འདྲས་ཡོད་པ་གང་ཡང་ཧ་གོ་མེད་དེ་གལ་ཏེ་དེ་འདྲས་ཀྱི་ཡོད་པ་ཡིན་ན་སོ་སོ་རང་ཉིད་ལས་རྒྱུ་འབྲས་ཀྱི་ཨའུ་ཆུ་རྒྱག་གི་ལས་སླ་པོ་བྱ་ག་མ་རེད་དེ། སེམས་སྡེ་གོ་མ་རེད། མི་མང་གི་ཞལ་འདེབས་ལྷག་བསམ་རྣམ་དག་བྱས་ནས་དུས་བཞག་ཡོད་རེད། ཨ་ནི་ཁོ་རང་ཟ་འདྲ་ཉལ་འདྲའི་ཟ་འདྲ་རུ་མ་གཏོགས་འོ་ད་ལྟ་འབུམ་དྲུག་ཅུ་དོན་ཅུ་ཡས་མས་ཀྱི་ཡོད་རེད་དེ་ཡང་མི་གཅིག་གཉིས་ཀྱིས་ཟ་སོང་བ་ཡིན་ན་སོ་སོ་རང་ཉིད་ལ་གང་ཡང་བསམ་འཆར་གང་ཡང་མེད། དེ་གཟུ་དག་ཡག་པོ་མ་རེད་བ། གཞུང་གི་དང་མི་མང་གི་སྤེ་ཞལ་ཞབས་འདེབས་ཁྲིད་བྱས་པ་དེ་མི་ཁག་གཅིག་གིས་ཟུས་སོང་བ་ཡིན་ན་དེ་ལ་ཡིན་གཅིག་མིན་གཉིས་ཀྱི་བསམ་འཆར་དགོས་སྐོར་བ།